དེ་ནས་བདག། བདག་དཀོན་མཆོག། ཚོགས་ཟུར་རྣམ་པ་གཉིས་ལ། ཨཱ་ནནྟ། ནིའུ་ཡོག་ལ། ཨཱ་ནནྟ་གཟེངས་རྟགས་ཟེར་ནས་མི་འདུག་ཨོ་དེ་འདྲའི་གི་མཛད་སྒོ་ཅིག་བྱེད་ཅེས་སུད་སི་བཏང་ཡ་དང་དེ་འདྲའི་གོ་སྒྲིག་ཇི་ལྟར་གནང་གི་ཡོད་ཟེར་བ། ད་དེ་ལས་ཉག་ག་ཤས་ཀྱི་མཉམ་ཞུགས་བྱས་ན་གང་མི་མཛད་ཀྱི་མཉམ་ཞུགས་བྱེད་ཆོག་གི་མེད། ཨོ་ཏུ་སི་ཅི་ན་དགའ་བ་ཅན་གྱི་མང་པོ་ཞིག་ལས་ཀྱི་དུ་བ། ད་ཏུ་སི་ཏུ། དེ་རིང་གི་ད་མཛད་སྒོ་ཡ་ཚོ་ཡ་དེ་ཡིན། ཨ་ནི་ནིའུ་ཡོག་དང་ནིའུ་ཇི་སི་ས་གནས་མངའ་རིས་མི་མང་གི་ཐོག་ནས་ཨོ་ཏུ་སི་ནང་བཞེས་པ་ཞིག་རེད་དོ། ཨོ་དེ་ལ་ཡ་དེ་ནི་སྐྱ་ཆ་སྐྱ་ཐམ་པ་སྐྱབས་འཇོག་དང། རྗེས་སུ་ཡི་རངས་ཞུ་བའི་དབྱིན་ཡིག་བཅས་ཀྱི་སྟོན་བསྒྲིགས་ཞུ་གི་ཡོད། ག་རེ་ཞུ་བའི་ངང་ཚུལ། ཆོ་ག་གསུམ་ལྟ་མི་ག་འདྲས་ཀྱི་ཡུལ་ནས་ཨ་ནེ་གཟེངས་རྟགས་ཕུལ་ཡོད་པ་ཅིག་དང། ཕུལ་བའི་ཡུལ་ནས་ཡོད་བཞིན་འཚམས་པ་ཅིག་ལ་ཡང་དུ་ཕྱིན་ཆེད་མཛད་སྒོ་གི་གྲ་སྒྲིག་གནང་པ་ཡིན་ན། མཐའ་གཅིག་ཏུ་རྒྱབ་སྐྱོར་ཞུ་གི་ཡོད་ང་དང་ང་འདྲ་བ་དང་མི་ཁྲི་མང་པོ་ཅིག་ཡོད་རེད། འོ་དེ་འདྲ་ཡིན་དུས་ག་ལ་ཡིན་ཕྱོགས་གསུམ་རིས་མེད་ཀྱི་ཐོག་ནས། སྤྱི་པའི་རྩ་དོན་ལ་དངོས་གནས་ཀྱི་འཐུས་ཤོར་མ་འགྲོ་བ་བཅས་དང། བཅའ་ཁྲིམས་གཞི་ལ་བཞག་པའི་ཕྱག་ལས་གནང་མཁན་བཅས་དང། ལྷག་བསམ་རྣམ་པར་དཀར་བའི་མི་སྣ་ཞིག་ཡིན་ན། ད་དེ་ལས་དམིགས་བཙུམ་གྱིས་དངོས་གནས་ཀྱི་རྒྱབ་སྐྱོར་ཞུ་ཡས་རེད་མ་གཏོགས། དེ་ལས་དགག་པ་ཚིག་གཅིག་ཞུ་ཡས་ཡོད་མ་རེད། དགག་པ་ཞུས་པ་ཡིན་ནས་ལས་རྒྱུ་འབྲས་ཀྱི་རུང་མ་རེད། འཇིག་རྟེན་གྱི་ཐོག་ནས་བཤད་པ་ཡིན་ནས་ཡ་རབས་སྤྱོད་བཟང་དང་འགལ་བ། ཨ་ནི་མི་ཡི་མི་གར་སོགས་རེད། མི་ཡི་ཀུན་སྤྱོད་དང་འགལ་བ། རྒྱུ་བདག་མེད་པ་ཨོ་དེ་འདྲའི་ཆ་འགྲོ་བོར་བ། དེ་འདྲའི་ཡོད་དུས་གང་ལ་དེ་རིང་མཛད་སྒོ་དེ་གནང་བ་དེ་ཡག་པོ་ཞིག་འདྲ་རེད་བསམ་པ་ཅིག་དྲན་གྱི་ཡོད། དེ་ནས་གཉིས་པ་དེ་ལའང་དེ་རིང་མཛད་སྒོ་ད་དེ་འདྲ་ཞིག་གྲ་སྒྲིག་གནང་བ་དེ་ད་དངོས་གནས་ཀྱི་ལོ་གཅིག་དང་ཕྱེད་ཀ་གི་ནང་ལ་ད་མངའ་རིས་མི་མང་དེ་ད་ཞེ་ས་མ་ཞུ་ན་གཉིད་སད་པའི་བཟོ་འདྲ་བྱེད། དངོས་གནས་ཀྱི་ད་ལྟ་བར་དུ་ཅིག་གི་མགོ་སྐོར་བསླུ་བྲིད་ཀྱི་བར་ལས་འགྲོ་ཤར་བ་དང་མ་ཉེས་ཁ་གཡོག་དང། ཨོ་དེ་འདྲའི་གི་བར་ལ་ཚུད་པ་དེ། ད་གང་ལ་གང་འཚམ་གྱི་ཤེས་རྟོགས་བྱུང་བ་ཞིག་རེད་བསམ་བསམ་འདྲ་བ་ཞིག། ད་སོ་སོས་གི་དེ་འདྲ་ཞིག་ངོས་འཛིན་ཞུ་གི་ཡོད་བ། དེ་འདྲ་ཡིན་དུས་ཞེ་དྲག་ཡག་པོ་རེད། ད་སོ་སོས་གི་ད་མི་རིགས་ཟེར་ནས་མི་འདུག་སོ་སོའི་ལུང་པ་ཟེར་ནས་མི་འདུག་སོ་སོའི་ལུང་ཚན་ཟེར་ནས་མི་འདུག་དེ་འདྲའི་གི་སོ་སོས་གི་ད། བྱས་རྗེས་ཅན་གྱི་མི་སྣ་དེ་ལ་སོ་སོས་གི་བདག་པོ་རྒྱག་དགོས་དེ་ལས་འགལ་ཞིག་རེད།

ལྟ། བཅུ་ཕ་རྒྱ་བཅས་ཨ་ནི་གཅིག་རྒྱབ་ལྗོངས་ཀྱི་གནས་ཚུལ་ཇི་ལྟར་ཡོད་འདུག་མངའ་རིས་མི་མང་རྣམས་ལ་ལྟ། གཅིག་ད་ལྟའི་བཙན་བྱོལ་གྱི་ནང་ལས་ཀྱི་གཞོན་སྐྱེས་སློབ་སྦྱོང་ཡོད་མཁན་མང་པོ་ཅིག་འཕྲོ་བརླག་མང་པོ་ཞིག་འགྲོ་གི་འདུག་སང་སང་འཕྲོ་བ་ཞིག་ངེས་དུ་དྲན་འདི་བར་དང། ད་ལྟའི་འཕྲོ་བརླག་འགྲོ་སྟངས་འཕྲོས་པ་འདི་ལྟར་ཁ་ཞེ་དངོས་གནས་སོ་སོ་སོ་སོ་ལྟ་ཅི་རང་ཚུགས་མ་ཟིན་པ་བྱས་རྗེས་མིག་གི་བྲན་གཡོག་འདྲ་བོ་ཆགས་རྗེས་དེ་འདྲའི་ཡོད་མགོ་འདུག་བ། ཀུན་ཡོད་ནས་ད་ཕན་གི་མི་འདུག་བ། འོ་ནི་རང་སེམས་ག་ཚོད་བ་རེད། བ་ཤེས་བཞིན་དུལ་བ་ཅིག་དང། ཨ་ནི། ང་ཚོ་བཤད་སྲོལ་ལྟར་རང་ཚུགས་མ་ཤོར་གཞན་སེམས་མ་དཀྲུགས་ཟེར་རྒྱུར་དེ་འདྲ་ཅིག་བྱེད་དགོས་ཀྱི་ཡོད་རེད། ཨི་ནི་དེ་འདྲ་བྱེད་མ་ཐུབ་པ་བྱས་རྗེས་སྐྱོན་མང་པོ་ཅིག་ཤོར་འདུག་འཕྲོ་བརླག་མང་པོ་ཞིག་འགྲོ་འདུག་གི་འདུག་ཆོག་གཅིག་རིགས་གཅིག་ཉག་གཅིག་དབུ་ནི་དྲ་གནས་ཀྱི་ལྷག་བསམ་རྣམ་པར་དག་པའི་ཐོག་ནས་ལས་ཀ་བྱེད་པ་ཡིན་ནི་དེ་ལས་ཡང་གཞན་པ་གི།

ད་ཅི། སྤྱི་འཐུས་ནང་ལ་ཡིན་ནི་རེད་བཀའ་ཤག་ནང་ལ་ཡིན་ནི་རེད། ཅི་མངའ་རིས་ཀྱི་མི་དེ་ཚོ་དངོས་གནས་ཀྱི་ཅིག། གཞན་གྱི་ད་ཅིག་བེད་སྤྱོད་དུ་མ་བཟུང་ན་ཏང་ཨ་ཐུབ་ལྟ་བྱེད་མཐའ་མ་དེ་སོ་སོ་གཡང་ལ་ཟགས་དགོས་པའི་གནད་དོན་མང་པོ་ཅིག་ཆགས་འདུག་བ། དེ་འདྲའི་ཡོད་འདུག་ད་དེ་གས་དེ་ཚང་མ་ལོ་མངའ་རིས་མི་མང་གི་ཅིག་ཆེ་མདོག་ཡོད་པའི་ཐོག་ནས། གཉིད་སད་བྱས་ད་དེ་རིང་ཨང་ཉུལ་ཡོང་དེ་ལས་རྫས་སྒོར་གྱི་གྲ་སྒྲིག་དེ་གནང་པ་རེད་བསམ་བསམ་འདྲ་བོ་ཞིག་ད་ངས་དེ་འདྲའི་འདྲ་བཞིན་ངོས་འཛིན་ཞུས་སྒོར་ཡག་པོ་ཞེ་དྲག་རེད་ད་མ་འོངས་པ་ལས་ནས་གཟབ་གཟབ་གནང་དགོས་ཞེ་དྲག་གལ་ཆེན་པོ་རེད་དངོས་གནས་རེད་ད། ཨོ་སོང་ཙང་ད་ཅིག་སོ་སོའི་མི་ལས་སོ་སོ་བདག་པོ་རྒྱག་དགོས་ཡ་དང་དེ་གི་དེ་ཅིག་འཐུས་ཤོར་མེད་པའི་ཐོག་ནས་ཚང་མས་ཀྱི་ཧོ་ར་ཧོ་ར་ཧ་རུ་ཧ་རུ་གནང་དགོས་དེ་དཔེ་གནད་འགག་ཆེན་པོ་རེད་དྲན་གི་འདུག། ད་དེ་དང་མཉམ་དུ་ད་དེ་རིག་པའི་ངོ་རྒོལ་བྱེད་ཀྱི་ཡིན་ཟེར་མཁན་ཡོད་ད་ངོ་རྒོལ་བྱེད་ཀྱི་ཡོད་མེད་གང་ཤེས་པ་ད་ངོ་རྒོལ་བྱས་པ་ཡིན་ན་ད་གཉིས་ཀྱི་མ་དོན་དེ་ངེས་ཏེ་ད་ངས་ནམ་རྒྱུན་ཞུས་དེ་ཡ་རེད་ད་སྤོ་ལ་མོ་ལ་ཁ་ཤས་ཀྱི་རེད་བ་ད་དུས་རྒྱུན་ནས་གོ་རྐང་པ་ལ་ཐག་པ་བཏགས་རྗེས་ག་ས་ག་ལ་འཐེན་ན་འཐེན་ཆོག་ཆོག་རེད་བ་ད་ཉིན་རྗེས

འོ་དེ་འདྲས་ཅིག་ཞུ་ཡས་ཡིན་ད་གང་ལྟར་དེ་རིང་མཛད་སྒོ་དེ་གྲ་སྒྲིག་གནང་བ་དེ་ཡག་པོ་ཞིག་རག་རེད་རྗེས་སུ་ཡི་རང་ཡོད་མོས་མཐུན་ཡོད་རྒྱབ་སྐྱོར་ཡོད་འོ་དེ་འདྲས་ཅིག་ཞུ་ཡས་ཡིན་མདོར་བསྡུས་ན་ར་ཆོ་ག་གསུམ་མི་ག་འདྲས་ཅིག་ཡིན་ནས་རང་རང་སོ་སོ་སོ་སོ་གི་ཀླད་པ་དེ་བེད་སྤྱོད་བཏང་རང་ཚུགས་ཟིན་པ་བྱས་ནས་གནད་དོན་གང་ཡིན་པ་དེ་གསལ་པོ་རྟོགས་པའི་ཐོག་ནས་ཨ་ནི་སུ་ལ་རྒྱབ་སྐྱོར་གནང་དགོས་ཀྱི་འདུག་སུ་ལ་ཨ་ནི་དགག་བྱ་བྱེད་དགོས་ཀྱི་འདུག།